བཞུགས་སྒར་རྡ་རམ་ས་ལ་ཐེག་ཆེན་བྱིན་རླབས་གཙུག་ལག་ཁང་དུ་སྐུ་བཅར་གནམ་ལྕགས་གྲྭ་ཚང་གི་ཕྱི་ལོ་ཉིས་སྟོང་བཅུ་བདུན་དང་བོད་རྒྱལ་ལོ་ཉིས་སྟོང་བཅུ་གྱ་བཞི་བཅུ་ཞེ་གཉིས་རོ་ནས་མེ་བཞག་ལོ་ཡི་ལོ་སར་ཚིག་ཐོ་སོགས་ཀྱི་སྐོར་ལ་ཡང་གནས་ཚུལ་རྒྱུས་ལོན་ཆེད་སྐུ་བཅར་གནམ་ལྕགས་གྲྭ་ཚང་གི་འགན་འཁྲི་དུས་ཡངས་པའི་ལགས་སུ་བཅར་འདྲི་ཞུ་གི་ཡིན། སྐུ་བཅར་གནམ་ལྕགས་གྲྭ་ཚང་གི་ལོ་སར་ཚིག་ཐོ་དང་ད་ལྟ་གི་ཚིག་ཐོ་འདི་གི་གཞུང་རིང་འདྲ་བོ་དེ་གི་འདྲི་འདྲ་བོ་ཡིན། ད་ལོ་ས་ཚེ་ཐོ་འདི་ཐོག་མ་རྒྱལ་མཆོག་སྐུ་འདྲི་གཉིས་པ་རྗེ་དགེ་འདུན་རྒྱ་མཚོའི་སྐབས་ནས་བྱུང་བ་རེད། ད་ལྟའི་བྱུང་རབས་ལོ་རྒྱུས་ཐོག་ལ་ཡང་རྒྱལ་མཆོག་སྐུ་འདྲི་གཉིས་པ་རྗེ་དགེ་འདུན་རྒྱ་མཚོའི་རྣམ་ཐར་ལ་ཡང་ང་ཚོས་ཅིག་ཕྱི་ལོ་བརྒྱད་པ་ཡིན་ན། གཅིག་སྟོང་ལྔ་བརྒྱ་བཅོ་མེད་དགུ་ལོ་ལ་རྒྱལ་མཆོག་སྐུ་འདྲི་གཉིས་པ་རྗེ་དགེ་འདུན་རྒྱ་མཚོ་ལྷོ་ཁ་དྭགས་པོའི་ཕྱོགས་ལ་ཡང་ཆིབས་བསྒྱུར་གནང། སྐབས་དེ་དུས་ཆོས་རྒྱལ་ཨ་མོ་ཀའི་སྦྱིན་བདག་གནང་ནས་ཆིག་སྟོང་ལྔ་བརྒྱ་བཅོ་མེད་དགུ་ལོ་ལ་ཡང་ཨ་ནི་ང་ཐག་བརྒྱད་གསུམ་གྱི་ནང་ལོ་ནས་ནང་གསེས་ཆོས་སྒོ་བརྒྱད་ཀྱི་གཙུག་ལག་ཁང་གསར་བཞེངས་གནང་བ་རེད། དེ་ནས་གཅིག་སྟོང་ལྔ་བརྒྱ་བཅུ་གཉིས་ལོ་ལ་རྒྱལ་མཆོག་ཀུན་དྲིན་གཉིས་པས་ཨ་ནི་ལྷ་མོའི་བླ་མཚོའི་གནས་སྒོ་ཕྱེ་གནས་སྒོ་ཕྱེ་བ་ཙམ་མ་ཟད་སྐབས་དེ་དུས་ཀྱི་ཨ་ནི་བོད་ཟླ་དང་པོའི་ཚེས་པ་སྤྱི་ཡི་ཉིན་མོ་ལ་མ་གཅིག་དཔའ་འདེགས་ལྷ་མོའི་ཟབ་གསོལ་དེ་ཐོག་མར་བཏང་གནང་བ་རེད། དེ་ནས་བཏང་བ་ནས་བྱེད་པ་ཅིག་ད་ད་ལོའི་ང་ཚོའི་ལོ་སར་བར་དུ་ལོ་ལྔ་བརྒྱ་བཅོ་མེད་ང་དྲུག་ཡོད་རེད། དེའི་དུས་ལོ་སར་ཚེས་ཐོག་གི་ད་དམིགས་བསལ་མ་གཅིག་པ་འདས་ལྷམ་ལ་ཡ་གཟབ་གསོལ་གནང་ཡ་དེ་ཐོག་མར་འགོ་ཚུགས་སྟངས་དེ་རྒྱལ་བ་ཀུན་གྲི་གཉིས་པ་ད་ལྟ་བར་དུ་ལོ་ལྔ་བརྒྱ་ལྔ་ཕྱིན་པའི་ལོ་རྒྱུས་ཡོད་པ་ཅིག་རེད་དེ་ཡིན་དུས་རྒྱལ་མཆོག་ཀུན་གྲི་རིམ་བྱོན་དང་ཐུན་མོང་མ་ཡིན་པའི་ད་མ་གཅིག་པ་འདས་ལྷམ་མོ་དང་ནང་བཞིན་གྱི་འབྲེལ་བ་ཆགས་པ་ཡིན་ཙང་རྒྱལ་མཆོག་ཀུན་གྲི་ལྔ་པ་ཆེན་པོས་ཆིག་སྟོང་དྲུག་བརྒྱ་ཞེ་བཞི་ཞེ་གཉིས་ལོ་ལ་བོད་བཞུགས་དགའ་ལྡན་ཕོ་བྲང་པ་ཆེན་པོ་གསར་དུ་དབུ་བརྙེས་པ་ནས་བྱེད་པ་ཅིག་གི་ཨེ་ནི་གཞུང་འབྲེལ་མཛད་སྒོ་ལ་ཡང་ཐོག་མར་ལོ་སར་ཚེས་པ་གཅིག་ལ་ཡ་ཚིག་ཐོ་གཟབ་གསོལ་གནང་ཡ་དེ་ཐོག་མར་དེ་འདྲ་བྱས་བྱུང་བ་རེད། ལོ་སར་གྱི་ཚིག་ཐོ་དང་འབྲེལ་བའི་གཞིས་སྒོ་རྣམ་བཞག་འདྲ་བོ་གཅིག་དག་གི་རྣམ་བཞག་གྲྭ་ཚང་ཡིན་ན་འདྲ་གཞུང་འབྲེལ་གྱི་མཛད་སྒོ་འདྲ་བོ་གཅིག་གེ་ཡོད་རེད་པས། ལ་ཡོད་རེད་ད། ང་ཚོ་སྤྱི་བཏང་གི་བྱུང་རབས་ལོ་རྒྱུས་ཁག་ལ་ཡང་ཕྱི་ལོག་རྒྱབ་པ་ཡིན་ན་ད་བོད་ཀྱི་གངས་ཅན་གྱི་ལྗོངས་ལ་ཡང་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་ད་ལོ་སར་གྱི་ད་ལོ་འགོ་འཛིན་ཚུལ་དེ་ལ་ཡང་ཁ་དགུ་ཚར་གཅིག་ཡོད་པའི་གསུང་ཟིན་ཡོད་རེད་དེའི་ནོར་ལས་ནི་ད་ད་ལྟའི་ཆ་ལ་ཡང་ང་ཚོས་ལོ་སར་བཏང་ཚུལ་གྱི་དབང་དུ་བྱས་པ་ཡིན་ན་ཁ་ཆེན་པོ་བཞི་རེད། གཞིས་ནཱ་ལོ་ནས་ད་ཐོག་མ་བོད་ཀྱི་རྒྱལ་པོ་པུ་ཏི་གོང་རྒྱལ་ད་རྒྱལ་ཏོ་དགུ་པ་དེ་རེད་ད་བཅད་ལོ་ལོ་ཉིས་སྟོང་བརྒྱ་ལྷག་ཅིག་གི་གོང་ནས་ད་པུ་ཏི་གོང་རྒྱལ་སྐབས་ལ་ཡང་ད་ད་རྒན་མོ་བལ་མའི་ད་ཚིག་ཟས་ཅིག་ག་ད་དོར་བསྡུས་པ་ཡིན་ན་སྐབས་དེ་དུས་ཉིན་རེའི་འཁོར་འགྲོས་དང་དེ་འདྲས་བསྟན་ནས་གཡག་གི་བསྟུན་བྱེད་ཀྱི་དུས་ཚིགས་ཤིག་གཏན་ཁེལ་དེ་རྣམས་ནས་སྤྱི་སྐད་ད་དུས་ཀྱི་རྟགས་དེ་ལ་ཡང་ལྷོ་ཁ་ཡ་ལ་ཤམ་པོའི་ཁམ་བུའི་སྡོང་པོ་ལས་མེ་ཏོག་ཤར་བ་ནས་བྱེད་པ་ཞིག་དེ་ལས་ལོ་འགོ་བཟུང་ནས་དེ་ནས་ལོ་སར་བཏང་སྲོལ་བྱུང་ནི་སྐབས་དེ་དུས་ཀྱི་ལོ་སར་དེ་བོད་ཟླ་བཅུ་གཅིག་པའི་ཚེས་པ་གཅིག་ནས་བཏང་ནས་དེའི་རྒྱུན་དེ་ད་ལྟ་མ་ཉམས་པ་བཅས་མངའ་རིས་ཕྱོགས་ལ་གཏོང་སྲོལ་ཡོད་པ་དེ་རེད། དེ་ནས་ཆོས་རྒྱལ་སུམ་ཅུ་སོ་གསུམ་པ་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ལ་ཨ་ཅེ་རྒྱ་བཟའ་རྒྱ་ནག་ནས་ད་བཙུན་མོ་ལ་གདན་དྲངས་པ་ཡིན་ད་སྐབས་དེ་དུས་རྒྱ་ནག་ནས་རྩིས་དང་སྨན་གྱི་གཞུང་མང་པོ་ཞིག་དར་རེད་དེ་ནོར་ལ་ནས་རྩིས་ནོར་ལ་ནས་རྒྱ་ནག་གིས་ད་རྩིས་རྙིང་མའི་ལོ་སར་གཞི་བཞག་བྱས་ནས་ཨ་ནི་སོ་ནམ་ལོ་སར་ཟེར་ཡ་དེ་ག་ད་དོར་འདོད་པ་ཡིན་ན་བོད་ཟླ་བཅུ་གཉིས་པའི་ཚེས་པ་གཅིག་ནས་ཨ་ནི་ལོ་སར་བཏང་སྲོལ་དེ་ད་ང་ཚོ་ཁམས་ཁ་ས་མདའ་དུ་མའི་ཕྱོགས་དང་ལྷག་པར་དུ་དབུས་ཐ་གཙང་གི་ཕྱོགས་ལ་ཡང་ད་ལྟ་ལོ་སར་བཏང་ཚུལ་འདི་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ནས་བྱས་བྱུང་བ་རེད། ལྷག་པར་དུ་ཡང་རྒྱལ་རབས་སུམ་ཅུ་སོ་བརྒྱད་པའི་སུམ་སོ་བརྒྱད་པའི་ད་ཡབ་མེས་ཨག་ཚོམ་སུམ་སོ་བདུན་པ་དེའི་སྐབས་ནས་ཡང་རྒྱལ་ས་ཕྱི་མ་གྱིམ་གཞི་ཀོང་ཇོའི་ཡང་རྩིས་ཀྱི་འགྲོ་སྟངས་ཆེན་དེ་ནས་བྱེད་པ་དེ་ག་ད་བསོད་ནམས་ལོ་སར་འདི་གཏོང་སྲོལ་བྱུང་བ་རེད་བྱས། ཕྱོགས་གཅིག་ནས་བོད་ཀྱི་ས་ཆ་བསྟུད་མའི་བར་གསུམ་གྱི་ས་ཆའི་གནས་བབ་རེད་གནམ་གཤིས་དྲོ་གྲང་ལ་བལྟས་ནས་ཨེ་ནི་ཞིང་པ་ཚོས་ལོ་གསར་ཚེས་བོད་ཟླ་དང་པོའི་ཚེས་པ་གཅིག་ལ་ཞིང་ཁ་འདེབས་ལས་བྱེད་འགོ་བཙུགས་ཀྱི་ཡོད་པ་ཡིན་ཙང་ཨ་ནེ་ལོ་གསར་དེ་བོད་ཟླ་བཅུ་གཉིས་པའི་ཚེས་པ་གཅིག་ནས་ད་བསོད་ནམས་ལོ་གསར་ཅེས་ཞིང་པ་དེ་རྒྱལ་ཁའི་སྔོན་ལ་བཏང་དགོས་ཏེ་བྱུང་རིམ་འདི་འདྲ་བྱས་ཁྱད་པ་གཅིག་ཡོད་རེད། ད་དེ་ནས་ད་ལྟ་ང་ཚོས་ཡོངས་གྲགས་ཀྱི་བོད་གཞུང་གིས་གཞུང་འབྲེལ་གྱི་ལོ་གསར་སྲུང་བརྩི་བྱས་ཏེ་ཨ་ནེ་བོད་ཟླ་དང་པོའི་ཚེས་པ་གཅིག་ལ་རེད། འདི་ཡི་རྒྱལ་རབས་ལོ་རྒྱུས་གང་ལ་ཡང་ང་ཚོ་ཕྱི་ལོར་བརྒྱད་པ་ཡིན་ན་བོད་སིལ་བུའི་དུས་རབས་སྐབས་ལ་གཅིག་སྟོང་ཉིས་བརྒྱ། དཔེར་ན་བཅུ་དྲུག་ལོ་ལ་ཡང་ཨ་ནེ་སོག་པོས་ད་ལྟ་མི་ཉག་གི་ཕྱོགས་ལ་ཡང་དབང་བསྒྱུར་གྱིས་ད་ག་ད་དམག་བརྒྱབ་པ་རེད་དམག་བརྒྱབ་ནས་ཆིག་སྟོང་ཉིས་བརྒྱ་ཉི་ཤུ་རྩ་བདུན་ལོ་ལ་ག་ད་མི་ཉག་ཡོངས་རྫོགས་ལ་སོག་པོའི་དབང་བསྒྱུར་བར་ལ་ཤོར་ནས་ཨ་ནེ་སོག་པོ་ལས་དམག་གི་རྒྱལ་ཁ་ཐོབ་པ་ཡིན་ཙང་སྐབས་དེ་དུས་སོག་པོས་ད་ང་ཚོ་ཡོངས་གྲགས་ཀྱི་ཆེན་པོ་ཧོར་གྱི་ཡུལ་ལབ་ན་ཞེས་སྐབས་དེ་དུས་ཀྱི་ཧོར་གྱི་ཟླ་བ་དང་བོད་ཀྱི་ཟླ་བ་དེ་གཉིས་གཅིག་མཚུངས་ཁེབས་པ་རེད་ཁེབས་པ་ཡིན་ཙང་ཨ་ནེ་སོག་པོའི་སྟོན་ཟླ་ཧོར་ཟླ་དང་པོ་བོད་ཟླ་དང་པོ་ལ་ཡང་ཨེ་ནི་ལོ་སར་དེ་བཏང་བྱས་དེ་ནས་བྱེད་པ་ཅིག་ང་ཚོ་ཧོར་ཟླ་ཟེར་དེ་དག་ག་ད་དོར་བསྡུས་པ་ཡིན་ན་དེའི་རྗེས་ལ་ཡང་ཨེ་ནི་ས་སྐྱའི་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལོར་ལ་ནན་མ་བྱེད་པ་ཅིག་གི་ས་སྐྱའི་དབང་བསྒྱུར་བྱས་པ་རེད་ས་སྐྱའི་སྐབས་ལ་ཨེ་ནི་བོད་ཟླ་དང་པོའི་ཚེས་པ་གཅིག་ལ་ཡང་ད་ལོ་སར་སྲུང་བརྩི་བྱེད་དགོས་ཀྱི་ཡོངས་གྲགས་ཀྱི་ད་གཏན་འབེབས་དག་ཁྱབ་བསྒྲགས་གནང་ནས་དེའི་རྒྱུན་དེ་ད་ད་ང་ཚོ་བོད་གཞུང་གི་བོད་ཟླ་དང་པོའི་ཚེས་པ་གཅིག་ལ་ཡང་ད་ལྟ་ང་ཚོ་ཚེས་གཏོར་དང་ཚེས་པ་གཅིག་ལ་ཡང་བླ་མ་ལོ་སར་ཚེས་པ་གཉིས་ལ་རྒྱལ་པོ་ལོ་སར་ཚེས་པ་གསུམ་ལ་ཆོས་སྐྱོང་ལོ་སར་བྱས་ནས་གྲ་རྒྱལ་པོ་བཟུང་སྲོལ་གནང་སར་གྱི་རྒྱུན་དེ་ཐོག་མ་དེ་ནས་བྱུང་བ་རེད། དེ་ནས་ཡིན་པ་ཡིན། རྒྱལ་མཆོག་ལྔ་པ་ཆེན་པོས་བོད་ཆུ་དགའ་ལྡན་ཕོ་བྲང་བར་གསར་དུ་དབུ་བརྙེས་པའི་རྗེས་ལ་གཞི་ནས་ད་ལྟ་ང་ཚོ་ཚེས་པ་གཅིག་གཉིས་གསུམ་གྱི་མཛད་སྒོ་གྲ་རྒྱལ་པོ་དང་གཞུང་འབྲེལ་གྱི་སྲུང་བརྩི་གནང་སྟངས་དེ་རྒྱལ་བ་ལྔ་པ་ཆེན་པོའི་སྐབས་ནས་བྱུང་བ་རེད་མ་གཏོགས་རྒྱལ་མཆོག་སྐུ་འདི་དང་པོ་ལྷག་པར་དུ་རྗེ་ཙོང་ཁ་པ་ཆེན་པོས་ལྷ་སྡེ་ཆོས་སྒྲིག་སྨོན་ལམ་ཆེན་མོ་གསར་གཏོད་གནང་པའི་སྐབས་ལ་ད་ལྟའི་ང་ཚོ་ལོ་གསར་གྱི་ཚེས་པ་གཅིག་གཉིས་གསུམ་གྱི་མཛད་སྒོ་གྲ་རྒྱས་པོ་འདི་འདྲ་ཡོད་པའི་བར་ཅི་བཟོས་ཡོད་ས་མ་རེད་ཡོད་ན་རྗེ་རབ་རྗེ་རྣམ་དག་རྣམས་ལ་གསལ་དགོས་ཧ་ཅང་རེད་དེ་འདི་གསལ་ཡོད་མ་རེད་དེ་ཡིན་དུས་འདི་རྒྱལ་མཆོག་ལྔ་པ་ཆེན་པོའི་སྐབས་ནས་བྱིས་པ་གཅིག་པུ་ཆུང་ངུ་གཅིག་ཆགས་ཀྱི་ཡོད་རེད་དེ་ནས་ད་ཚེས་པ་གཅིག་གི་གཞུང་འབྲེལ་མཛད་སྒོ་སྲུང་བརྩི་བྱེད་སྟངས་ཀྱི་དབང་དུ་བཏང་པ་ཡིན་ན་ང་ཚོ་བོད་ལ་ཡང་ད་སྐད་བསམ་ལུགས་བཟང་ལྔ་བཅུ་ང་དགུ་དུས་རྒྱུན་མ་བྱུང་གི་གོང་ལ་ཡང་ནི་ད་ཚེས་པ་གཅིག་གི་ཞོགས་པའི་ལྔ་པོ། ཨནི་གོང་ས་སྐྱབས་མགོན་ཆེན་མོ་མཆོག་ད་གཟིམ་ཆུང་ནས་ཨནི་ཕོ་རང་པོ་ད་ལས་ད་ཨོ་རྩི་ལ་ཡང་བཞུགས་ཁྲི་ཞལ་ཤར་ཕྱོགས་ལ་སྒྲོན་གྱི་ཡོད་རེད་དེ་ཡིན་དུས་ད་ལྟ་ང་ཚོ་བཞུགས་སྒར་ཐེག་ཆེན་ཆོས་ལས་གཙུག་ལག་ཁང་ལས་བཞུགས་ཁྲི་ཞལ་ཤར་ཕྱོགས་ལ་ཡང་སྒྲོན་བྱ་ཞུས་པའི་ཐོག་ལ་ཨནི་གཡས་ལ་ཡང་སྐབས་དེ་དུས་ཀྱི་སྲས་བློན་གཡོན་ལ་ཡང་ཨནི་སུད་སུ་ཆོས་གསུམ་དང་ལྷག་པར་དུ་སྤྱི་ཁྱབ་མཁན་པོའི་ཕྱག་འབྲེལ་ཞུས་ནས་ཨནི་བཞུགས་ཁྲིའི་ཐོག་ལ་ཡང་ཞབས་སོར་འཁོད་ཞབས་སོར་འཁོད་པའི་རྗེས་ལ་སྐབས་དེ་དུས་ཀྱི་སྲས་བློན་དང་ཨནི་གཞུང་ཞབས་དེ་བཅས་ཀྱིས་ཐོག་མར་མཇལ་དར་ཕུད་སྐུ་ཕྱག་ཕུལ་ནས་མཇལ་ཁ་ཞུས་དེའི་རྗེས་ལ་ཡང་ཨནི་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པའི་ཐོག་ནས་ཨནི་མ་གཅིག་དཔལ་ལྡན་ལྷ་མོའི་ཚེ་རྡོར་གྱིས་ད་ཆོ་ག་ཐོག་མར་བདག་གྱིས་ནས་བྱབ་ཅིག་གི་འཇུག་གི་ཤེས་བྱོས་པ་དེ་ཆོ་གའི་རིན་པ་ཅིག་བཏང་ནས་ནི་ལྷ་མོ་ལ་ཡང་ཟབ་གསོལ་ཕུལ་སྟངས་ཀྱི་ད་ཚེ་རྡོར་ཟས་ཀྱི་མཛད་སྒོ་དེ་རེད་ད་དེ་ནས་ཚེས་པ་གཅིག་གི་མཛད་སྒོ་དེ་ཚེ་རྡོར་གྲུབ་པའི་རྗེས་ལ་ཡང་ནི་བཞི་ནས་ཡང་མཛད་སྒོ་རིམ་པ་གཉིས་པ་བླ་མ་ལོ་སར་ཟས་དེ་ནི་ཕོ་བྲང་དཀར་པོའི་ད་ད་ཚོམས་ཆེན་སྲིད་ཞི་ཕུན་ཚོགས་ཟས་ཀྱི་ཁ་མདོར་སྡོད་པ་ཡིན་ན་ཆོས་དང་སྲིད་ཀྱི་ད་མཛད་སྒོ་ཁས་ཆད་འཚོགས་ས་དེ་རེད་དེ་ལ་ཡང་ཁོ་ཚོས་རྒྱལ་མགོ་ཆེན་པོ་མཆོག་ནི་བཞུགས་ཁྲི་ལ་ཡང་གདན་འདྲེན་ཞུས་ཞབས་སོར་འཁོད་པའི་རྗེས་ལ་སྐབས་དེ་དུས་ཀྱི་ད་སེ་བློན་དང་གུང་དང་རྫ་ས་ལ་སོགས་པ་འདི་ཡན་ཆད་ཀྱི་མཇལ་དར་ཕུལ་དེ་རྗེས་མ་བཞུགས་ཁྲི་ལ་འཁོད་པའི་རྗེས་ལ་གདན་ས་ཁག་གི་མཁན་པོ་བླ་སྤྲུལ་དགེ་བཤེས་ལ་སོགས་པ་ཁོ་རང་ཚོ་གཙོ་བོ་ད་ཆེད་དུ་གདན་འདྲེན་ད་ཚེ་རྡོར་ལས་ཡོག་རེད་ལྷག་པར་དུ་འདི་ལ་གདན་འདྲེན་ཞུས་ནས་གཞི་ནས་བོད་གཞུང་གི་སྐབས་དེ་དུས་ད་འདིར་ཡིག་ཆ་ཅི་འདི་གའི་གར་གར་ཕུལ་དགོས་དགོས་ཡིན་མིན་གཞུང་གི་གཏན་འབེབས་ཡིག་ཆ་ཡོག་རེད་དེ་གཞི་ཆགས་ཀྱི་མ་ད་བཀའ་འཁྲོལ་དང་སོགས་པ་དེ་འདྲས་ཀྱི་གསོལ་སྟོན་བཤམས་པ་ཡིན་ཙང་ད་བླ་མ་སྤྲུལ་སྐུ་ལ་གཙོ་བོ་སྐབས་དེ་དུས་གསོལ་སྟོན་ཡིན་པ་ཡིན་ཙང་དེ་མཛད་སྒོ་དེ་མིན་ལས། ནི་བླ་མ་ལོ་སར་བཅས་བཞུགས་ཀྱི་ཡོད་རེད་ཨེ་ནི་སྐབས་དེ་དུས་མཁན་པོ་ལས་སུ་ཡོད་རེད་ལྷག་པར་དུ་གདན་སའི། ད་གར་སུ་རེད་དགེ་བཤེས་ལྷ་རམས་པའི་ཐོག་ནས་ཨེ་ནི། བགྲོ་གླེང་གནང་ཡག་རེད་ཨེ་འདི་ན་བཞིན་གྱི་བོད་ཀྱི་སྒྱུ་རྩལ་ཆ་བཞག་པ་ཡིན་ནས་ཟློས་གར་གྱི་ཐོག་ནས་ཨེ་ནི། བྲིས་གར་དང་དེ་འདྲས་ཀྱི་གར་སྒྲུབ་གནང་སྲོལ་ཡོད་རེད་ལྷག་པར་དུ་ཨན། པར་རུ་གཅིག་ལ་ཁོང་ཚོས་འཇམ་རོལ་བྱས་གླིང་བུའི་ཐོག་ནས་སྒྲ་སྙན་པོ་ཅིག་ལྷོད་ལྷོད་དུ་བཏང་པའི་སྐབས་ལ་ཨེ་ནི་བཀའ་འཁྲོལ་ལ་སོགས་པ་དེ་རྒྱས་བཞེས། དེའི་ཐོག་ལ་ཡང་རྗེས་ལ་ནི་ད་ལྟ་དམ་བཅའ་བཤེས་གཉེན་ཚོས་ད་ལྟ་བཀྲ་ཤིས་པའི་ཚིགས་སུ་བཅད་པ་དེ་འདོན་བྱས་ནས་བླ་མ་ལོ་ས་སྲས་ཀྱི་ད་ཚེས་པ་གཅིག་གི་མཛད་སྒོ་དེ་གྲུབ་སྟངས་དེ་འདྲ་ཅིག་རེད། ལགས་སོ་ཨ་ནི་ད་ཀྱི་བོད་ནང་ལ་ད་ཀྱི་སྔོན་མ་ཀྱི་ད་གཞུང་འབྲེལ་གྱི་ལོ་ས་དེ་གྲ་བརྗིད་པོ་ཞི་བོ་ཞིག་འདུག་ཨ་ད་ཀྱི་རྒྱ་གར་ནང་ལོགས་ལ་ད་ཀྱི་ལོ་ས་ཚེས་པ་གཅིག་ལ་ཡང་ཀྱི་མཛད་སྒོ་དེ་ནང་བཞིན་གྱི་ཡོད་རེད་བས་རེད་ད། ད་བོད་ལ་ད་ཅི་གོ་ན་ཞུས་པ་ན་ཞིག་ཚེ་རྡོར་དང་བླ་མ་ལོ་གསར་བཅས་མཛད་སྒོ་དེ་རིམ་པ་གཉིས། ཚེ་རྡོར་དེ་ཨོ་རྩེད་ལ་ཡར་འཚོགས། ཨ་ནེ་བླ་མ་ལོ་གསར་དེ་ཚོམས་ཆེན་ཤག་སེར་ཤིང་ཕུན་ཚོགས་འཚོགས་ཀྱི་ཡོད་རེད་ཡིན་པས་ན་ད་བཙན་བྱོལ་ལ་ང་ཚོ་གོ་དོད་ཚོས་ད་བསྟུན་བྱས། ཨ་ནེ་ད་ཁུ་བསྡུ་གནང་བྱས་ཚེ་པ་གཅིག་གི་ཚེ་རྡོར་དེ་ཐོག་ཁ་ལ་ཡར་འཚོགས་ཨ་ནེ་བླ་མ་ལོ་གསར་བསད་དེ་དམིགས་བསལ་ལོགས་སུ་མེད་པ་བྱས། ཚེ་པ་གཉིས་ཀྱི་རྒྱལ་པོ་ལོ་གསར་བསད་དེ་ཨ་ནེ་བཞུགས་པའི་བཞུགས་སྒར་ལ་ཡིན་པས་ཡིན་ན་ཕྱག་ཚོད་དགུ་བའམ་བརྒྱད་དང་ཕྱེད་ཀ་ནས་ཨ་ནེ་བཞུགས་སྒར་ཐིག་ཆུ་གཙུག་ལག་ཁང་གི་འདུ་ཁང་ནང་ལོགས་ལ་གནང་སྲོལ་ཡོད་པ་དེ་བོད་ལ་ཡིན་པའི་ནི་ཚད་པ་གཉིས་ཀྱི་མཛད་སྒོ་དེ་ཆགས་དེར་དེ་ཡིན་དུས་ལྟས་ཚེ་ཁུ་དུས་ཁྱད་པར་ཕྱིན་ཡོད་རེད། དེ་ནས་ཀྱི་ཚིག་ཐོག་གི་མཆོད་པ་ཆེན་པོ་དང་གཏོར་མ་ཆེན་པོ་གཉིས་བཞི་ཡང་འདུ་བ། ད་ཀྱི་སྐོར་ལ་ཡང་ངོ་སྤྲོད་ཀྱི་མདོ་འདི་ཡི་ནང་རུ། རེད་ད་ལྟ་ད་ཅིའི་གོང་ལ་ཞུས་པ་ནས་བཞིན་ང་ཚོ་ཚེ་ཐོ་དེ་རྒྱལ་མཆོག་སྐུ་དྲིན་གཉིས་པའི་སྐབས་ནས་ཐོག་མར་བྱུང་བ་ནས་བཅས་པ་ཅིག་གིས་ད་མ་ཅིག་དཔལ་ལྡན་ལྷ་མོ་དང་འབྲེལ་བ་ཡོད་པའི་ཐོག་ནས་མ་ཅིག་དཔལ་ལྡན་ལྷ་མོའི་ད་ག་རེ་སུ་རེད་སྐུ་སུ་ཡོད་པའི་དེའི་ལྷ་མོའི་ད་ལྟ་ས་བོན་དང་བཅས་པ་ཅིག་གི་མཆོད་པ་བཞེངས་ཡོད་དེ་སྔན་མ་བོད་རང་ནས་མཆོད་པ་དེ་བཞེངས་སྲོལ་ཡོད་རེད་ཡོད་པ་ཙམ་མ་ཟད་ང་ཚོ་བཙན་བྱོལ་ལ་ཡོད་པ་འདི་ལས་བོད་ལ་དཔེར་ན་ཐོག་སོ་གཉིས་སོ་གཅིག་གི་ཕྱི་དྲོའི་ཆས་ཆས་གང་ལྟར་བོད་ལས་གྲྭ་རྒྱས་པ་དང་ཆོས་པ་དང་ཆས་བཤམས་ཚུལ་ཡོད་རེད། ད་ཡིན་ན་ཡང་ད་སྐབས་སུ་བབས་པ་གཅིག་དེ་ང་ཚོ་ད་ལྟ་སྐྱེས་སྐྱེས་བསད་དེ་དེ་ཆོས་པ་དེ་རེད་དེ་སྔོན་མ་བོད་ལ་ཡང་ལམ་སྲོལ་ཡོད་པ་ཅིག་མ་རེད་དེ་ང་ཚོ་བཙན་བྱོལ་ལ་ཕེབས་པའི་རྗེས་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་གསར་གཏོད་གནང་པ་ཅིག་རེད། ད་གསར་གཏོད་གནང་བ་དེས་ང་ཚོ་དགོས་པ་རྒྱུ་མཚན་མང་པོ་ཅིག་ཡོད་རེད། ཐོག་མར་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོར་ཡོངས་གྲགས་ཀྱི་འདོན་སྲོལ་ཡོད་པའི་མ་མས་བསོད་ནམས་བསལ་ཏེ་བོན་སྐྱོར་ལྷ་གཟུགས་ཀྱི་འཕྲིན་བསྐུལ་དེ་ལྗགས་རྩོམ་གནང་བ་རེད། དེ་ལྗགས་རྩོམ་གནང་པའི་རྗེས་ལ་ཨིན་གཞུང་འབྲེལ་གྱི་ད་ལྟ་ལོ་སར་གྱི་ཚེ་ལུའི་སྐབས་ལ་ལྷ་མོའི་ད་ལྟ་མཆོད་པ་དེའི་མཉམ་དུ་ཨིན་ད་ལྟའི་མཆོད་པ་འདི་བཞག་ཡ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དམིགས་བསལ་གྱིས་ད་ད་སྣང་འདྲ་པོ་བྱུང་དེ་འདྲའི་ཐོག་ནས་ད་ཆོས་པ་དེ་ཁོ་ནས་སྐྱབས་མགོན་ཆེན་པོ་ཆོས་ཀྱི་ས་བསྟོད་གནང་ནས་ལོ་སར་གྱི་རྫས་རིམ་ཡ་ད་ཆིག་སྟོང་དགུ་བརྒྱ་དོན་དུས་གསུམ་གྱི་རྗེས་ལ་བྱུང་བ་རེད། དེ་དུས་མ་མས་བསོད་ནམས་དེ་ཆིག་སྟོང་དགུ་བརྒྱ་དོན་གཅིག་དོན་གསུམ་ལ་ལྗགས་རྩོམ་གནང་པའི་རྗེས་ལ་ཁ་ད་ད་དེའི་པར་རུ་ལ་ཡ་དཔེར་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ད་ལོ་བཅུའི་རིག་གནས་གསར་བརྗེའི་སྐབས་ལ་བོད་ལ་ཡ་རྟེན་དང་བརྟེན་པར་བཅས་པ་གཏོར་བཤིག་མང་པོ་བྱེད་ཕྱིན་ལྷག་པར་དུ་ཡུལ་ལྷ་གཞི་བདག་དང་ང་ཚོ་སྲུང་མ་ཁག་གི་ད་གནས་རི་ལ་སོགས་པ་དོ་འཛོལ་དཔེར་ན་ཆུ་མིག་ཀ་མ་ཡ་རི་ཤིང་སྣ་ལ་སོགས་པ་དོ་འཛོལ་མ་བརྒྱད་དེ་འདྲས་ཀྱི་ད་ཉམས་ཆག་ཤུགས་ཆེན་པོ་ཕྱིན་པ་རེད་ཕྱིན་པའི་རྗེས་ལས་འཁོར་དཀྱིལ་འཁོར་ཆེན་པོ་མཆོག་གི་དང་དོན་ཚུལ་ཆེད་དུ་དགོངས་ནས་མ་མའི་བསོད་ནམས་འདི་ལྗགས་རྩོམ་མཛད་ལྷག་པར་དུ་དེ་འདས་ལོ་སར་གྱི་ཚེ་ཐུགས་ཀྱི་མཆོད་པ་ལ་སོགས་པ་ཡན་ཆད་ནས་ས་དེ་གནང་བ་ཡིན་ཙང་དེའི་རྗེས་ལ་ཨ་ནི་བོད་ཀྱི་དང་ཡུལ་ལྷ་གཞི་བདག་དང་ཨ་ནི་ཚེ་རིང་སྤྱན་སྔར་བསྟན་པ་བཅུ་གཉིས་ལ་སོགས་པ་དང་གང་དག་དེ་འབྲེལ་གྱི་གནས་རི་དང་ཚུལ་ཡང་ཆུ་མིག་དང་ཚུལ་སྔས་མར་ཀ་མ་དེ་ཡང་གསར་དུ་སོས་ཨ་ནི་ཤིང་སྣོད་ལ་སོགས་པ་དང་གསར་དུ་སྐྱེས་ནས་ག་དག་རྟགས་དང་མཚན་མ་ཧ་ཅང་གི་བཟང་པོ་བྱུང་ནས་ག་དག་མདོར་བསྡུས་པ་ཡིན་ན་བར་སྐབས་གཅིག་ལ་ང་ཚོ་བོད་ཁྱོན་ཡོངས་ཀྱི་ཉམས་ཆག་ཕྱིན་པ་ཙམ་མ་ཟད་ད་ལྷ་དང་གསུང་ངོ་ལ་སོགས་པ་དུར་རྩེའི་མ་དབུ་འཕང་སྨད་པ་དེ་བརྒྱད་དང་དབུ་འཕང་བསྟོད་བྱས་གང་དང་སེམས་ཤུགས་འདི་མདོར་བསྟན་པས་ན་ང་ཚོ་སེམས་ཤུགས་སྤར་ཡག་སོགས་ཀྱིས་ཆགས་པ་ཡིན་ཙང་དེ་འདྲའི་གི་ཐོག་ནས་ད་དམིགས་བསལ་གྱི་གིས་མཚན་དང་བཅས་ནས་ད་ལྟའི་མཆོད་པ་འདི་ཚར་དུ་གནང་བ་ཆགས་བསྡད་ཡོད་རེད། གིས།
ད་འདི་ནང་ལ་གིས་མཆོད་པ་འདི་ཚོ་སྐོར་གྱི་ག་རེ་ཡིན་མིན་བཅས་དེའི་སྐོར་ལ་ཡང་གིས་འབྲེལ་ཞིག་གནང་རོགས་ཞུ། རེད་ད་ལྟ་འདི་ང་ཚོའི་རྒྱ་དམུ་ལ་ཡོད་པ་དེ་སྤྱི་དང་གི་སློབ་པའི་མཆོད་པ་ད་ཡང་སྒོས་འདི་ང་ཚོ་ལོ་སར་ཚེས་པ་གཉིས་གི་རྒྱལ་པོ་ལོ་སར་གྱི་ད་འབྲེལ་ཡོད་མཆོད་པ་ཅིག་ཆགས་ཀྱི་ཡོད་རེད་ད་རྒྱལ་པོ་ལོ་སར་ཟེར་ཡས་དེ། ང་ཚོ་ད་ལོ་སར་ཚེས་པ་གཅིག་ལ་ཡང་ཚེ་ཐོག་དེ་གཅིག་ལ་ཡང་བླ་མ་ལོ་སར་ཚེས་པ་གཉིས་ལ་ད་ལོ་རྒྱལ་པོ་ལོ་སར་གསུམ་ལ་ཆོས་སྐྱོང་ལོ་སར་བཅས་གསུངས་སྲོལ་ཡོད་པ་ནང་ལ་ད་ཚེས་པ་གཉིས་དེ་བོད་གཞུང་གི་གཞུང་འབྲེལ་གྱི་མཛད་སྒོ་དངོས་གཞི་དེ་ཆགས་ཡོད་རེད་དེ་ཡིན་དུས་དེ་ལ་ཡང་རྒྱལ་པོ་ལོ་སར་བཅས་བཞུགས་དགོས་ཡ་དེ་སྔས་མ་ད་བོད་གངས་ཅན་ལྗོངས་ཀྱི་ཆབ་སྲིད་ཀྱི་ལམ་ལུགས་དེ་རྒྱལ་པོའི་ལམ་ལུགས་ཡིན་པ་དེ་ཡིན་དུས་རྒྱལ་པོའི་ལམ་ལུགས་ཡིན་པ་ད་རྒྱལ་པོའི་ལམ་ལུགས་ད་གང་ལྟར་བོད་རྒྱལ་ཁབ་ཀྱི་ངོ་བོ་མཚོན་པའི་གཞུང་འབྲེལ་གྱི་མཛད་སྒོ་ཡིན་པ་ཡིན་ཙང་ཨ། འདིའི་ཐོག་ནས་རྒྱལ་པོ་ལོ་སར་བཅས་ཞུགས་ཀྱི་ཡོད་རེད་ད་གཞུང་འབྲེལ་གྱི་མཛད་སྒོ་དངོས་གཞི་དེ་ཆགས་ཀྱི་ཡོད་རེད། ད་གཞུང་འབྲེལ་མཛད་སྒོ་དངོས་གཞི་དེའི་ཉིན་མོ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་གཟིམ་ཆུང་ནས་ད་ལྟ་མཛད་སྒོ་ཚུགས་ཡུལ་བོད་ལ་ཆ་ཤར་བ་ཡིན་ན་ཕོ་བྲང་པོ་ཏཱ་ལའི་ཚོམས་ཆེན་ཤག་སེ་ཤི་ཕུན་ཚོགས་ལ་ཡང་སྐབས་དེ་དུས་ཀྱི་ད་གནའ་རབས་བཙན་པོའི་སྐབས་ཀྱི་ད་ལྟ་ཆས་གོས་དང་རྒྱན་ཆ་བཏགས་པའི་རིན་ཆེན་རྒྱན་ཆ་སེར་བྱེས་གང་དང་རིན་རྒྱན་ཁྲི་པ་དང་ཨེ་ནས་བྱིན་གྱིས་བཅུ་གསུམ་ཡོད་རེད། དེ་ན་ཞིག་གི་ད་བྱང་འདྲེ་ཞུ་ཉན་གཉིས་བཅས་སྤུན་བཙན་པོ་གཉིས་བཅས་ཨེ་གསོལ་དཔོན་མཁན་པོར་ས་བ་ཁོ་ན་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་གཟིམ་ཆུང་ནས་ཨེ་ནི་ཚོམས་ཆེན་ཤག་སྲིད་སྤྱི་ཕུན་ཚོགས་ལ་ཡང་གདན་འདྲེན་ཞུས། ཨེ་ནི་བཞུགས་ཁྲི་ལ་ཡང་ཞབས་སོར་འཁོད་པའི་རྗེས་ལ། ཨེ་ནི་སྐུ་བཅར་རྣམ་རྒྱལ་གྲྭ་ས་ཕན་བདེ་ལེགས་བཤད་གླིང་གི་ཨོ་ཕྱིར་གཉིས་དང་ཨེ་ནི་སྐབས་དེ་དུས་ཀྱི་གསུང་ཞབས་ཞལ་གྲངས་ཉི་ཤུ་རྩ་གཅིག་ནས་ཨེ་ནི་ཞལ་འདོན་བཏོན་ད་ཞལ་འདོན་འདོན་པའི་སྐབས་ལ་ཡང་ཨེ་ནི་ཞལ་འདོན་གྱི་ཚིག་མཚམས་དང་བསྟུན་ནས་སྐབས་དེ་དུས་བོད་ལ་ཡིན་པ་ཡིན་ན་གནའ་རབས་ཀྱི་རྒྱ་རིན་ཆེན་རྒྱན་ཆའི་ཆས་གོས་གོན་པའི་རིན་རྒྱས་ཁྲི་པ་དེ་ཨེ་ནི་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ད་བཤད་པ་དང་བཅས་ནས་ཨེ་ནི་བཀྲ་ཤིས་རྟགས་བརྒྱད་བཀྲ་ཤིས་རྫས་བརྒྱད་རྒྱལ་སྲིད་སྣ་བདུན་དེ་བརྒྱད་ཕུལ་གནང་གི་ཡོད་རེད་ད་བཙན་བྱོལ་ནང་ལོགས་ལ་ང་ཚོ་རིན་རྒྱན་ཁྲི་པ་ལ་སོགས་པ་དོལ་མཛོད་སྐོར་ལམ་སྲོལ་དེ་མེད་པ་ཡིན་པ་ཡིན་ཙང་སྐུ་ཆེན་རྣམ་རྒྱལ་གྲྭ་ཚ་བྷན་དྷི་ལི་ཤེས་གླིང་གི་མཁན་རིམ་གྱི་མཆོག་ནས་ཁོང་ཚོ་སྤྱན་སྔོན་ཆེན་པོ་མཆོག་ལ་ཡང་བཀྲ་ཤིས་རྟགས་བརྒྱད་རྩལ་བརྒྱད་རྒྱལ་སྲིད་ནོར་འཛིན་བཅས་པ་དེ་རྗེས་ཆོ་གའི་ཚིག་རིས་དང་བཤད་པ་བཅས་ནས་ཁོང་སྤྱན་སྔོན་ཆེན་པོ་མཆོག་ལ་ཡང་ཕུལ། དེ་ཕུལ་བའི་རྗེས་ལ་ཡང་ང་ཚོ་གདན་ས་ཁག་ནས་ལྷ་ལྡན་ཆོས་ཁྲི་སྨོན་ལམ་ཆེན་མོའི་སྐབས་ལ་དགེ་བཤེས་ལྷ་ར་མས་དམ་བཅའ་བྱས་མཁན་དགེ་འདུན་པ་གཉིས་ཀྱིས་བགྲོ་གླེང་ཚུགས། བགྲོ་གླེང་ཚུགས་པའི་སྐབས་ལ། ངས་མ་བོད་ལ་ཡིན་པ་ཡིན་ན་ད་མ་དགའ་ཁག་གི་དེང་བོད་ཡན་ཆད་ནས་བྱས་པ་ཅིག་གི་གཞུང་ཞབས་དེ་རྗེས་མཇལ་ཁ་རིམ་པ་དང་པོ་དེ་བཏང་ན། གར་ཟེར་བ་འདི་གྲུབ་པའི་རྗེས་ལ་ད་ལྟ་རྟགས་གསལ་གྱི་རྗེས་ལ་ང་ཚོ་སྔས་མ་གི་གར་དང་པོ་དང་གར་གཉིས་པ་བྱས་རྗེས་རིམ་པ་གཉིས་ཕུལ། དེའི་པར་རུ་ལ་ཡང་འཇམ་རོལ་བྱས་རྗེས་ད་རོལ་མོ་འཇམ་པོའི་རིགས་བཏང་བའི་སྐབས་ལ་ཡང་གར་གྲུ་སྡིག་པོའི་ཞུ་ཡ་ལ་སོགས་པ་དེ་གནང་གི་ཡོད་རེད། དེ་གྲུབ་པའི་རྗེས་ལ་ཨེ་ནི་སྐབས་དེ་དུས་བོད་རྒྱལ་ཁབ་རང་གི་ངོ་ཚུན་པའི་གཞུང་འབྲེལ་གྱི་མཛད་སྒོ་ཡིན་པ་ཡིན་ཙང་ཨེ་ནི་རྒྱ་གར་དང་རྒྱ་ནག་དང་དབྱིན་ཇི་དང་ཨེ་ནི་ཁ་ཆེ། འབྲས་འཇོ། འབྲུག་པ་ལ་སོགས་པའི་གང་དག་མདོར་བསྡུས་པ་ཡིན་ན་ཁྱིམ་མཚེས་རྒྱལ་ཁབ་ཁག་གི་ཨེ་ནི་གཞུང་ཚབ་སྐུ་ཚབ་དེ་རྒྱ་བོད་ལ་ཡོད་པ་ཡིན་ཙང་ཁོང་ཚོའི་ཨེ་ནི་མཇལ་ཁ་ཞུ་ཡས་དང་ལྷག་པར་དུ་ཨེ་ནི་རྒྱལ་ཁབ་སོ་སོ་སོའི་ངོ་བོའི་ཐོག་ནས་ཁོང་ཚོ་མཇལ་སྐོར་ཆེན་པོ་མཆོག་ལ་ཡང་དམིགས་བསལ་ལོ་སར་གྱི་འཚམས་འདྲི་ཞུ་ཡས་དང་མཇལ་ཁ་གནང་ཡས་དེ་རེད། དེའི་རྗེས་ལ་ཨེ་ནི་ཡང་བོད་ཀྱི་ང་ཚོ་སྒྱུ་རྩལ་གྱི་ཐོག་ནས་གར་སྒྲུབ་པའི་ད་དྲི་གར་བྱས་རྗེས། ཀ་ཁ་ར་སོ་སོ་ཚོའི་སྟངས་སྟབས་ཐུན་མོང་མ་ཡིན་པའི་ཐོག་ནས་ཚན་རྩལ་ལ་ཡང་བྲིས་རྣམས་པས་ག་རེ་བྱེད་གྲབས་སུ་བྱས་པ་རེད། དེའི་སྡེ་ཚན་གཅིག་ཆགས་བསྡད་རེད། དེའི་རྗེས་ལ་ཡང་ཨ་ནི་ད་ལྟ་བྲག་འགོ་སྣ་ཉལ་གྱི་ཤིག་ལ་རྣམ་པ་གཉིས་ཀྱི་ཨ་ནི་བགྲོ་གླེང་གི་ཐ་མཐའ་མའི་དེ་ལ་ཡང་བཀྲ་ཤིས་པའི་ཚིག་བཅད་ཚིག་བཅད་པ། ཚིག་བཟང་ཟེར་ཏེ་གསུངས་རྗེས་གཞི་ནས་ད་གཞུང་འབྲེལ་གྱི་མཛད་སྒོ་དངོས་གཞི་དེ་དེ་ནས་གྲུབ་པ་རེད། ལ་ད་ལྟ་དེ་འདས་ཡོད་པའི་གི་ཚིག་ཐོག་གཏོང་བ་འདི་ག་རེ་ཡིན་མིན་དེ་གོ། རེད་ད་ལྟ་དེའི་ཚིག་ཐོག་འདི་ང་ཚོ་དེ་རྒྱུད་ཡོངས་གྲགས་ཀྱི་སློབ་དཔོན་ཆོས་པ་ཞེས་ཞུ་གི་ཡོད་རེད་ད་སློབ་དཔོན་རིན་པོ་ཆེ་ལ་ཆ་བཞག་པ་ཡིན་ན་ང་ཚོ་ད་ལྟ་རྒྱབ་ལོག་གི་སྐུ་དེ་དེ་གཅིག་གཙུག་ལག་ཁང་ལ་བོད་བསྟན་སྲིད་གཙོ་བོ་དེ་བསྟན་པའི་བདག་པོ་བསྟན་པ་བཅོམ་ལྡན་འདས་དང་གཅིག་ཨ་ནི་བོད་གངས་ཅན་གྱི་ལྗོངས་འདི་འཕགས་པ་སྤྱན་རས་གཟིགས་ཀྱི་འདུལ་ཞིང་ཡིན་པ་ཡིན་ཙང་ཨ་ནི་འཕགས་པ་སྤྱན་རས་གཟིགས་འདི་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ལྷ་སྐལ་ཡིན་པ་ཡིན་ཙང་འཕགས་པ་སྤྱན་རས་གཟིགས་ཀྱི་གཅིག་དེ་ནས་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་ད་རྒྱལ་རབས་ལོ་རྒྱུས་ཐོག་ནས་ཆ་བཞག་པ་ན་རྒྱལ་ཐོག་ཉི་ཤུ་རྩ་བརྒྱད་པ་ལྷ་ཐོ་ཐོ་རི་བསྙེན་ཚད་སྐབས་ལ་ཡང་དམ་པའི་ཆོས་ཀྱི་དབུ་བརྙེས། ཆོས་རྒྱལ་སུམ་ཅུ་སོ་གསུམ་པ་སྲུང་བཙན་སྒམ་པོའི་སྐབས་ལ་ཡང་དམ་པའི་ཆོས་ཀྱི་སྲོལ་བཏོད། ཨེ་ནི་ཆོས་རྒྱལ་སུམ་ཅུ་ས་བརྒྱད་པ་མངའ་བདག་ཁྲི་རལ་ཁྲི་རལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ཡང་ཨེ་ནི་ནང་པ་སངས་རྒྱས་པའི་ཆོས་དར་ཞིག་རྒྱས་པར་མཛད་པས་ད་རྒྱལ་རབས་ལོ་རྒྱུས་དེ་རེད་དེ་ཡིན་དུས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ཡང་མཁན་སློབ་ཆོས་སྲུང་གདན་འཛོམས་ནས་ཨེ་ནི་བོད་ལ་ཡང་དགོན་སྡེ་ཐོག་མ་སངས་མའི་གཙུག་ལག་ཁང་བཞག་ཨེ་ནི་རབ་བྱུང་གི་ཐོག་མ་སངས་མའི་དུས་རབས་དུ་བྱུང་དེ་ནས་བྱིས་པ་བཀའ་འགྱུར་བསྟན་འགྱུར་ལ་སོགས་པ་གསུང་རབ་གང་ཚུགས་སྡིག་ཆ་བཀལ་ནས་བོད་སྐད་ལ་ཚུར་བསྒྱུར་ནས་བོད་ལ་ཡང་ནང་པ་སངས་རྒྱས་པའི་བསྟན་པ་དར་ཡས་དང་ལྷག་པར་དུ་བོད་ཀྱི་བསྟན་སྲིད་མི་རིགས་བཅས་པ་ལ་མཁས་རློམ་ཆེ་སོང་ཧ་ཅང་གི་བཀུར་སྟི་ཆེན་པོ་ཡིན་པ་ཡིན་ཙང། དེ་མ་ཡིན་པའི་ད་སློབ་དཔོན་རིན་པོ་ཆ་བཞག་པ་ཡིན་ན། ང་ཚོ་སློབ་དཔོན་རིན་པོ་ཆེ་རྣམ་དག་དང་ཚུར་ལས་བོད་དང་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་དེ་འདྲའི་ཐོག་ནས་ང་ཚོ་ད་ཡང་སློབ་དཔོན་གྱི་ཆོས་པ་ཟེར་ཏེ་ཚེ་དང་མཛད་སྒོ་རྣམས་ལ་གླེགས་སྟངས་དང་བཞག་སྟངས་དང་ད་ལྟ་དགོས་པ་རྒྱུ་མཚན་གཙོ་བོ་དོན་དུ་ཆགས་བསྡད་ཡོད་རེད། མིང་གོ་ར་ཆེ་ན་གྲོ་སོ་ཆེ་མ་ཟེར་དུས་གྲོ་དེ་སྔོན་ལ་བཞག་ཆེ་མ་དེ་རྗེས་ལ་བཞག་སྟེ་གོ་རིམ་དེ་དེའི་འོག་ནས་ཡིན་ཟེར་བ་དེ་ཡིན་དུས་ཞིང་པའི་གཙོ་བོ་ཐུན་གོ་ཆ་ནས་གྲོ་ནས་སྲན་གསུམ་གྱིས་ཕུད་དེ་ཀུན་བྱས་སུ་ནི་ཡང་ཕུལ། དེ་ནས་ཞེས་སོ་སོའི་ཞིང་ཁ་དེ་བཏབ་པས་ལ་ལུ་བུས་ཟེར་ཏེ་ལོ་གཅིག་གི་ཞིང་ཁའི་ཕུག་གི་དེ་ཡང་གང་སུ་བཏབ་ནས་སྐྱེས་མ་ཐག་པ་དེ་ཚོ་ཡང་ལུ་བུས་ལ་ཡང་དཀོན་མཆོག་གི་མཆོད་པ་ཕུལ་ནས་འདྲི་ཡས་ཏེ་ཀོ་ཞིང་པའི་ཐུན་གུག་བྱ་ན་རེ་ད་འབྲོག་པའི་ཐུན་གུག་བྱ་ནས་ང་ཚོ་ཤ་མ་ཐུས་སམ་ཡིན་དུས་ད་འབྲོག་པའི་ཁོ་རང་གི་ཐུན་གུག་བྱ་ནས་ཤ་མ་བཟི་ལ་བས་ཡིན་དུས་དེ་ན་ད་མ་ཙང་ཙང་ཡིན་པ་ཡིན་ན་ངས་མ་ཡིན་ན་རྩམ་པའི་སྒང་ལ་ཡང་མ་ཡས་སེ་གསུམ་བྲོས་ནས་བཞུགས་ཡོད་ད་ཕྱིས་སུ་རྗེ་རིན་པོ་ཆེ་ལྷ་ས་ཆུ་རིན་སྨོན་ལམ་ཆེན་མོ་གསར་དུ་བཏོད་པའི་སྐབས་ལ་ཡང་བཅོ་ལྔ་མཆོད་པ་བཞེངས་སྲོལ་ཡོད་པ་ཡིན་ད་དེ་ནས་བྱེད་པ་ཅིག་ད་ང་ཚོ་ཡས་རྒྱལ་ཆེ་ནས་ཕྱིན་ནས་རྩིབས་དྲུག་རྩིབས་དྲུག་གང་ལས་བཀྲ་ཤིས་རྟགས་བརྒྱད་རྩལ་བརྒྱད་རྒྱལ་སྲིད་སྣ་བདུན་ཚེ་སོགས་པ་དེ་འདྲའི་རི་མོ་ཁྲ་རྒྱལ་པོའི་སྐྱབས་སུ་ཡོད་པ་དང་ཚུལ་དང་ཕྱིས་སུ་ང་ཚོ་ལྷ་རྩེ་ཆུས་རིམ་སྣ་ལམ་ཆེན་མོ་གསར་གཏོད་བྱེད་པའི་གནང་བའི་རྗེས་ལས་གཞི་ནས་ཡར་རྒྱས་ཕྱིན་པ་བྱེད་རེ་བ་དེ་འདྲའི་འདུས་ད་དང་ཚོ་ང་ཚོ་ཞིང་པ་དང་འབྲོག་པའི་ཐུན་འགུག་ཆ་ནས་དམིགས་བསལ་ཡང་ཀུན་སྤྱོད་ལ་ཆུ་བ་ཕུལ་ཡ་འདིའི་མཚོན་དོན་ཆེད་རེད་གསུང་གི་ཡོད་རེད་དེ་ནས་ཞིང་གི་ད་ལོ་མགོ་འགྲིག་སྲོལ་ཡོད་རེད་ལོ་མགོ་ཆ་བཞག་པ་ཡིན་ན་སྔས་མ་བོད་རང་གི་འདུས་མའི་ཆོས་ལུགས་དེའི་འདི་གར་ང་ཚོ་གཡུ་འབྲུག་བོན་གྱི་ཆོས་ལུགས་རེད་བ། ད་དེ་ཡིན་དུས་སྙེ་མ་བོན་ལ་ཡང་ལམ་སྲོལ་གྱི་ཁར་སོ་ར་ཅིག་གི་རྨ་ཆུས་ཕུལ་བས་དེའི་ས་ཤུལ་གྱི་ལྷག་དམག་གི་ཡང་ལོངས་སྐུ་དཀྲིགས་པ་རེ་ཟུང་དང་གཅིག་དང་ཡང་འབྲོག་པའི་ཐུན་འགུགས་ཆ་ནས་ང་ཚོ་ཡང་ལུགས་དེ་ལ་གཡང་ཁ་ལུགས་བྱས་བྱས་ཐུན་མོང་མིན་པའི་ཡི་དྭགས་སྐོར་ཆ་དང་གཡང་གི་དེ་འདྲའི་བརྩི་སྲོལ་ཡོད་པ་ཡིན་ཙང་དེའི་ཆ་ནས་ད་ལུགས་ཀྱི་སྒོ་བརྩེགས་དེ་སྙེ་མ་ཡིན་ན་བཟོ་སྒོ་ཆ་ཚང་བསྒྲིགས་བྱས་ཕུལ་སྲོལ་ཡོད་རེད་ས་ཕྱིས་སུ་སྟབས་བདེ་རུ་བཏང་ནས་ཨེ་ནས་སྒོ་དེ་ང་ཚོ་ཡན་ལག་ནང་ནས་ཡན་ལག་གི་ཕྱོགས་སུ་ལབ་པ་ཡིན་ཙང་ཨོ་དེའི་ཆ་ནས་ད་སྒོ་དེ་ཨེ་ནས་ཚང་མ་ཚུན་ཆད་ཆེད་དུ། ལུག་གི་སྐོར་འབྲི་ཡལ་སོགས་པ། འོ་དེ་ཇི་འདྲའི་གང་དང་འགྲིག་ཡས་དེ་ནི་འབྲུག་པའི་ཐོན་ཁུངས་ཤང་རེད་དེ་ནས་ཤིག་གི་ཐུའི་ལ་ཆ་བཞག་པ་ཡིན། ཐུའི་ཚོ་བ་མར་གྱི་བཀའ་དྲིན་ཡིན་གསུང་བ་ན་ཤིག་ཁོས་མར་བཀའ་ཤན་རྒྱབ་ཚེ་དེ་ཕོས་ཏེ་འབྲུག་པའི་ཐོན་ཁུངས་ཆ་ནས། ཞིང་འབྲོག་གཉིས་ཀྱི་ད་ཚོ་བའི་སོ་སོ་སོའི་ཐོན་ཁུངས་ག་རེ་ཡོད་པ་ནས་དེ་ཡང་ད་ལོ་ས་ཚེ་བ་ཅིག་ལ་རྟེན་འབྲེལ་བྱས་ནས་ནི་ཆུ་བས་ཕུལ་ཏེ་ང་ཚོ་ཕུལ་སྲོལ་ཡོད་པ་ཡིན་ད་དེ་འདྲའི་ཆ་ནས་འགྲིག་དང་གཙོ་བོ་ཅིག་འདིར་བ། ལེ་ལོ་སོང།
ད་སྐྱེས་མ་ཡིན་པའི་དེ་ཞོ་དང་ད་ཀྱི་བྱ་ཕུད་བཅས་ཨཱ་ཤིང་ཏོག་མང་པོ་ཅིག་བཤང་འདུག་ལ། གཞན་ཡང་ད་ཀྱི་ལག་བུད་དེ་འདྲས་ཡང་ད་ཀྱི་མཆོད་པ་རྣམས་བཤང་བཞག་འདུག་སྟེགས་བུའི་ནང་ལ་སྔ་མོ་དེ་འདྲས་འབྲི་སྲོལ་ཡོད་རེད། བོད་ལ་ཡང་ངེད་མ་ད་གཙོ་བོ་དེ་ང་ཚོ་དེར་ཀ་ཐ་དེ་ཀའི་མཚམས་དེ་དེང་སང་གྲ་རྒྱས་རུ་བཏང་ནས་དེ་ཀ་རང་གི་ཁོར་ལྔ་ཙག་དང་དྲུག་ཙག་སོགས་ཀྱི་རྒྱས་དུས་དབང་གི་ཁོ་རང་གི་འགྲོ་སྟངས་གཅིག་ཡོང་གི་ཡོད་རེད། དེ་ད་འདི་ནང་བཞིན་གྱི་ང་ཚོ་ལུས་བུད་དང་བྱ་མ་ཚ་གསུམ་དང་བྱ་ཕོའི་ཆང་བུ་ལ་སོགས་པ་སོགས་དུས་ཚོད་རྒྱུན་ནས་ཕུལ་ཚུལ་ཡོད་རེད་ཡིན་པ་ཡིན་ན་ད་ཚལ་གྱི་རིགས་དང་ཤིང་ཏོག་གི་རིགས་དང་ལྷག་པར་དུ་རྒྱ་གར་གྱི་ཐོན་ཁུངས་ཀྱི་ང་ཚོ་ལ་འགྲོ་སྲིད་རབས་ད་སྔ་ཆའི་རྫས་ཀྱི་རིགས་དེ་མ་ཡིན་པའི་ང་ཚོ་སྨན་གྲོགས་ཀྱི་བཟང་པོ་ལྔ་ས་སོགས་པ་དོན་ཚུལ་བཀྲའི་སྨན་གྲོགས་དེ་ཡི་ཚང་མ་ལོ་ཡན་གུ་དཀོན་མཆོག་གི་མཆོད་པའི་རྫས་ཡན་ཕྱོགས་སུ་གྱུར་པ་དེ་འདྲས་ཡིན་པ་ཡིན་ད་ང་ཚོ་བཟའ་ཡག་ནོར་ནས་ད་མི་ཡག་ཤུགས་ཕྲད་ཡིན་པ་ཡིན་ད་ད་དེ་ཀྱེ་ཚང་མ་ལོ་དཀོན་མཆོག་ལ་ཕུལ་ནས་ཡག་གོ་ཡུལ་དུས་དང་བསྟུན་པ་ད་ཁོ་ཐོན་ཁུངས་ཆ་ནས་ཕུལ་བ་རེད་མ་ད་ཡན་སྔས་མ་བོད་ལ་ད་ལྟ་དོན་ཚན་དེ་ཤིང་ཏོག་རིགས་འགྲིག་གི་རིགས་དེ་ཡིན་པས་ཡིན་ནས་ལྔ་ཆའི་རིགས་དང་ཚལ་གྱི་རིགས་དེ་ཚོ་ད་ཕྱིས་སུ་ཡང་དར་སྲོལ་གསར་པ་བྱུང་བའི་རིགས་ཤིག་རེད། དགེ་ཐུན་ཏི་ཡབ་མེས་ལགས་ནས་ཀྱི་ལོ་སར་གྱི་ཚིག་ཐོ་དང་ད་ཀྱི་བླ་མ་ལོ་སར་དང་རྒྱལ་པོ་ལོ་སར་ད་ཚང་མ་ཀོ་ལི་ཡ་གྱི་འགྲེལ་བཤད་ཞུ་དྲག་གནང་བ་དེ་ལ་ཡང་ཐུགས་རྗེ་ཆེ་ཞུ་བས་ཡིན། ལོ་སར་ཐོ་བཅས་ན།